ད་ལོ་སོམ་ཉིའི་སྐད་ཆར་བ་ད་ཀོ་བིད་གནས་ཚུལ་དེ་དེས་རྙིང་པ་ཆགས་འོ་རེད་སྟབས་ལེགས་པ་ཅིག་ལ་ཡིན་ནའི་ལོ་གསུམ་ནང་ལོ་ལ་ད་ང་ཚོ་ཧ་གོ་ཡ་ལ་མི་ས་ཡ་བདུན་ཐོང་རེད་ད་མང་ཅིག་གིས་རྩོད་པ་རྒྱག་འོ་རེད་ད་དེ་རྒྱ་ནག་ནས་རེད་ད་རྒྱ་ནག་དེ་རེད་བ་ད་རྒྱ་ཆ་རྒྱ་ང་ཚོ་ཧ་གོ་གོ་རེད་ཡིན་ནའི་རྒྱ་ནག་གི་རྐང་བཙུགས་ནས་ད Lab Leak Theory ལ་འོ་རེད་ད། ཚོད་པ་ཅི་ག་ལ་ན་རྒྱ་ནག་རང་གི་རྐང་བཙུགས་ནས་ཨ་ནི་ཚན་རིག་བརྟག་དཔྱད་ཁང་ནས་མ་བཏོན་པ་རེད་ལ་གཅིག་ལག་འོག་རེད། གཉིས་པ་དེ་ད་ང་ཚོ་ཧ་གོ་ཡ་ལ་ད་ཁོང་ཚོ་གི་ཁྲོམ་རེད་པ Wet Market ད་སེམས་ཅན་དང་ཉྭ་རིགས་བཙོང་ས་དེ་ནས་དེ་ནས་ཁ་རེད་ལ་འོ་ད་དེ་ད་བྱུང་ཁུངས་གཉིས་ཡོད་རེད་ད་ཕྱིས་སུ།

ཁྱོད་རང་ལ་བ་ནུ་ཇི་ལོ་སག་ཟིག་སྔས་དེ་ར་བ་ཡིན་ནའི་ད་ལྟ་མི་སེ་གི་ངུ་ཉི་ཏིང་གོར་དོང་སློང་སྤྲད་ལ་དེ་ང་ནི་བསྙད་བཟོ་གི་ཟིག་དེ་ག་རེ་ཟེར་ནས་ཁྱོད་རང་ད་ལྟ་ལ་ཡ་དེ་རེད་རེད། སྔས་ལ་འགྲོ་ན་ཁྲམ་པ་སེ་འཛིན་ཡིན་མི་དཀའ་ཟེར་ལ་ཁོང་ཚོ་འགྲོ་ན་ཁྲམ་པ་དང་ཤིན་ཏི་རྩོད་པ་ཁོང་ཚོ་གོ་རྒྱ་མི་གི་ད་ལྟ་ཚེ་རིག་རྟགས་ཤེས་གོང་ཟེར་གི་རང་ལས་པི་ནི་ལས་བཟའ་ཡིན་སར་ཟེར་རེད་མོ་ཚོ་ཚོགས་པ་དེ་ཚོ་ཉིན་རེ་བཟོ་མ་སོང་ད་དེ་འདྲའི་དཔེ་དེབ་ཧམ་ལ་མ་བཟོ་ན་ཚ་ཅན་ནང་ཅན་ཞིག་གི་རེད་དེ་འདྲའི་མ་བཟོ་ཟེར་ལ་ལ་སོང་ཡིན་ནའི་ད་ད་ལྟ

ཨ་རིག་གི་སྲིད་འཛིན་ཇོ་བྷ་དེ་ཁོ་རང་ད་སྔས་མ་ནོར་བཞིན་མ་འགྲོ་ད་ལྟ་དུས་ཀྱི་གནས་སྟངས་དེ། ཁོ་རང་སྔས་མ་ཡིན་ན་ད་སླེབས་ལེགས། རྟོག་ཞིབ་ཁོ་ནས་ཐོན་ལ་དེ་ཉིན་ལ་ཁྱོད་ནས་ཁྱེའུ། ཡ་རེད་རེད། ད་ལྟ་འདྲ་བས་ན་ཁོ་ཨོ་ཁེ་ད་འགྲིག་རེད། ང་ལ་ད་དེ་གང་ལ idea དེ་གང་ལ open mind ཡིན། ཡ་བསམ་བྱ་ཆེན་པོ་དང།
From top to bottom གང་ནས་འོག་བར་དེ་དངོས་གནས་ཁྲོད་ནས་འགྲོ་སོང་ག་ཚད་གཏོང་གི་ན་ག་འདྲས་ཞིག་ཞིབ་འཇུག་བཟོ་དགོས་ཀྱི་འདུག་ན། གཏོང་ཡིན་ན་བཟའ་བཅའ་གི་དེ་ག་བ་ནས་གླེང་འདུག་ག་འདྲས་སུ་གླེང་འདུག་ད་བྱིན་རྒྱུའི་ཚད་དུ་ལྡན་པ་བྱེད་ཞུ་ཟེར་ནས་བཀའ་རྒྱ་གཏོང་སོང།
དེ་རྗེས་ནས་ད་ལྟ་རྦད་དེ། ཤི་སྟོང་ཀོ་བིད་དེ་གཉིས་པ་ཡིན་ན་རེད། འཛམ་བུ་ལེགས་རྒྱལ་སྤྱིའི་སྟེང་ནས་ཡིན་ན་རེད་ཨ་རིའི་གསང་རྒྱ་རྒྱལ་མ་ཁོ་ཞི་བའི་བཞིན་འགྲོ་བསྡད་འདུག་འོ་དེ་དེའི་མགོ་ཐོག་མ་སྤྲད་དགོས་མགོ་དྲན་གི་འདུག། དེ་གྱོ་དེ་ལ་ར་ང་དེ་དྲན་གི་འདུག་ད། ད་ལྟ་གནས་ཚུལ་ང་ཚོས་གཉིས་ཀྱིས་ལ་སོགས་གནས་ཚུལ་རྙིང་པ་རེད་ལོ་གསུམ་ཉོན་བྱུང་འགྱོར་ཡིན་ནས་ད་ལྟའི་གནས་སྐབས་རིང་ལ་ངེད་ཅག་གནས་ཚུལ་གསར་བ་ཁ་ཤས་ཞིག་རེད་ད་ལྟ་གྲོས་ཚོགས་ནང་ལོགས་ལ་ལྟ་སྤྱི་མཐུན་ཚོགས་པ Republican Party གི་གྲོས་ཚོགས་ནང་ལོགས་ལ་ཚོགས་འདུ་བསྐོང་ཆེད COVID དེ Lab ནས་མ་རྒྱ་ནག་རང་ནས་ཚན་རིག་བརྟག་དཔྱད་ཁང་དོན་འདུག་བས་དེ་ཉམས་ཞིབ་བྱེད་དགོས་བ་དེ་གཅིག་པུ་མ་རེད་ཨ་ནི་ད་ལྟ་ང་ཚོ་ཧ་གོ་ཡས་ལ་གསང་རྒྱུ་གསར་བ་དེ་སོགས

ས་ཆ་མང་པོ་ཅིག་བརྩིགས་པ་ལ་ཐིག་རྟ་ག་ལ་བ་རེད DNA Collection བྱེད་པ། དེ་ཉམས་ཞིབ་བྱེད་དུས་འོ་དེ་གི Report དེ་ཉི་མ་ལམ་ས་སྟོན་མི་འདུག་ད་ཡང་ངེད་ཅག་རང་ཡང་ད་དེ་གནས་ཚུལ་ཚང་མ་ངེད་ཅག་བྱུང་འབྱོར་དང་ཧོབ་དེ་མའི་དྲ་རྒྱ་ནང་སྟོན་འདུག་ཨ་ནི་ཚན་རིག་ཁ་ཤས་ཀྱི་ག་ལ་བ་རུ་མ Download བྱེད་བབ་ལེན་བྱེད་ཨའི་ཁོ་རང་ཚོ་གི DNA Analyze བྱེད་དུས་རོ། སྙེ་མ་ང་ཚོ་འདི་ལ་ཡོད། ཁ་ནང་ལྟར Bath ལ་ཁ་ནང་སིལ་སིལ་སྐམ་པོ་ལེ་རོ། འོ་འདི་རེད་ལ་འོ་རོ་ཡང་འདི་ནང་ལོ་ལ། DNA འདི་ཁ་ལོ་ན་ཁྱི་དང Raccoon གི་མི་རིགས་ཁ་ལོ་ད་སེམས་ཅན་རིགས་འདི་ལ། འོ་འདི་ནི་གྱོད་རེད་འདུག་ད་ལྟ་རྡོག་རྡོག་རོ། ཚན་རིག་གི་བརྟག་དཔྱད་ཁག་ལ་ཚན་རིག་བརྟག་དཔྱད་ཁག་ནི་མ་ཐོན་པ་འདི་ལྟར་དེས་དོ་སྣང་བྱེད་ཀྱི་འདུག་ཡིན་ནའི་བརྒྱ་ཆ་མང་ཆེ་འདི་གི་རྒྱ་ནག་གི་ད་ལྟ་ཚན་རིག་དང Evidence ལ་བ་རེད་དཔང་རྟགས་མང་ཆེ་འདི་ནང་དུ་ག་ཚོད་བ་རེད་ད་ལྟ་ཁྲོམ་དེ་ནས་བཏོན་རེད་ལབ་ཀྱི་འདུག། རེད་རེད་རེད་ད་དེ་རེད་ད་ད་དེ་ཁྱོད་རང་གི་གང་ཞེས་བ་ནི་བཞིན་མི་ཉུང་ཉུང་བཞིན་དེ་བཤད་བཞིན་བ་ནི་ད་ད་ད་སྟོང་ཡིན་ན་བཟའ་སྐྱེ་གི་དེ་ཀླད་ས་དེ་མི་ཚོ་མོད་ས་རྒྱ་གཉིས་འདྲ་བོ་མཐོང་གི་དང་པོ་ནི་པ་དང་པོ་དེ་ག་རེད། ཨ་ད་ལྟ་ང་ཚོ་སི་ཧྥུ་ཏུ་ཟེར་གི་ན་འདྲ་ད་ལྟ་སེང་ཆེན་དེ་འདྲའི་ཀླད་ས་ཁྲ་ར་དེ་ནི་ཀླད་རེད་དང་པོ་དང་པོ་དེ་དེ་རེད་བ་ད་འཛམ་བུ་ལེགས་ལ་དེ་དང་པོ་དེ་རེད། གཉིས་པ་ད་ལྟ་ཨ་རི་ཤིན་ཏུ་ཚུད་པའི་གཙོ་བྱས་པའི་གྲོས་ཚོགས་མི་དེ་ཚོ་གི་ད་ཏྲོ་ན་ཁྲམ་པོ་ཁོང་ཚོ་བརྩིས་པའི་གི་རྒྱ་ནག་ཚེ་རིང་ཏང་ཤེས་ཁོ་ནས་བཟོ་གྲྭ་ནས་ཐོན་གོ་རྒྱུ་རེད་འདུག་ལབ་ཡོད་ར་ད་དེ་གཉིས་འགྲོ་ས་ཅིག་པོ་ར་རེད་ད་དེ་ཁྱོད་རང་ལ་ཡ་དེ་རེད་ད་ལྟ་ལ་ཨ་རིག་གི་སྲུང་བ་ལེགས་ཤོས་ཟེར་གི་ན་ར་དེ་འདྲའི་སྡེ་མཚན་གཞི་འདྲ་བོ་ཅིག་གཞུང་གིས་བཟོ་བསྡད་གི་འདུག་རེད་རེད་དེ་ནི་ནི་གཉིས་དེ་ཁྱོད་རང་གི་ད་ལྟ་གང་ལ་ཡ་དེ་ད་ལྟ FBI གི་ཧི་ཧི་ད་ཨ་རིག་སྲུང་བ་ལེན་ཁུལ་མཐོ་ཤོས་ཟེར་གི་ད FBI གི་དཔོན་པོ་དེ་གི་ག་རེ་ལབ་གི་འདུག་ཟེར་བས་ན

འོ་ཨ་ནི་ད་ལྟ་སྟོང་ཉིད་ན་བཟའ་སྤྱོད་སྐོར་པ་དེ་རྒྱ་མིག་གི་ཚན་རིག་སྟོང་ཤུགས་སྐོར་ནས་ཐོན་ཡོད་ས་རེད། ཡིན་ནའང། དོགས་པ་ཡོད་ས་དོགས་པ་ཏིས་འདུག། རྒྱལ་ཚོགས་རྒྱ་ཤ་རྒྱ་འཁུན་ཁྱེད་ལ་དྲིས་ནས་དེ་ལ་སོང། ད་བང་རོལ་འདྲ་བོ་འབྲི་བྱ་བས་ན། དེ་ལབ་པའི་རྐྱེན་གྱི། ཁོ་ཚོ་གཉིས་ཀྱི་དེ་ལག་ཚ་རེ་ལ་ཚོགས་པ་ད FDI བླ་ན་ཆེན་པོ་ཞིག་ར། FDI བླ་ན་ཤི་སྟོང།

གྲོས་ཚོགས་དང་དང་ཕྱིན་སྤྱི་ཚོགས་སྤེལ་སྐབས་གྲོས་ཚོགས་ཐ་མ་དག་ཏུ་གཙོ་བོ་བྱས་པའི་ཁོ་ཚོར་ཤུགས་རྒྱས་པའི་ཐོག་ནས་ཨ་ནེ་དང་དང་མང་ཚོགས་ཚོགས་པ་ཁ་ཤས་ཡལ་བ་བཅས་ཚོགས་ཆོག་ཚུལ་ད་ག་བ་ནས་ལེགས་འདུག་ག་འདྲས་སུ་ལེགས་འདུག་ད་ལྟ་རྟོག་དཔྱོད་ཞིབ་འཇུག་བྱེད་དུ་བྱེད་བཞིན་པ་རེད་ལ། རེད་རེད་རེད། འོ་དེ་གནས་ཚུལ་དེ་འདྲ་བོ་རེད། ཡ་ད་ངེད་ཀྱི་རྡོག་རྡོག་ད་རྡོར་འདོད་ན་རུ་བ། ཀོ་བེད་ནད་ཡན་པིན་ད་ན་ཚ་འདི་གི་ད་ཨ་རིག་གི་གྲོས་ཚོགས་ནང་ལོ་ལ་ཆབ་སྲིད་གི་ད་རྙོག་དྲ་དྲུག་ལ་ནས་ཆབ་སྲིད་གི་རྩོད་གླེང་དྲུག་ཆགས་སྲིད་ད། ད་བརྒྱ་ཆ་བརྒྱ་ཚང་མེད་ཀྱི་ག་རེ་མུ་མཐུད་ཅིག་བོར་ལ་ན་རྒྱ་ནག་ནས་རེད་ཞིག་ད་ད་རྒྱ་ནག་ནས་ག་འདྲེ་སླེར་ལ་ཞིག་རོ་ད་འདི་ཡིས་དམངས་གཙོ་ཚོགས་པ་ཡིན་ན་སྤྱི་འཐུས་ཚོགས་པ་གི་དབྱེ་བ་ཡོད་རོ་ད་ད་འདི་གཉིས་བྱས་ད་རྒྱ་ནག་གི་གར་ལ་བོར་ད་དེ་འཇོག་ཚ་ཤེར་ཆོབ་ཚ་ཤེར་ད་རྒྱ་ནག་གི་རོ་ད་ད་ཡི་རོ་ད་ངེད་ཀྱི་ཧ་གོ་ཡ་ལ་ད་རྒྱ་ནག་གཞུང་གི་གར་ལ་ཡོད་དུ་ལ་ན་བརྒྱ་ཆ་བརྒྱ་རོ་རྒྱ་ནག་ནས་སླེར་ཡོད་མ་རེད། ལུང་པ་གཞན་པ་ནི་རྒྱ་ནག་གླེང་ནས་རྒྱ་ནག་ནས་ནི་ཕྱི་ལོག་ཐ་རེད་ད་ཁོང་ཚོ་དཔེ་ངོ་ཚ་བོ་ཆགས་སོང་ད་རྡོག་ཐོ་ལ་ན་ད་ཁ་ཤས་ཀྱི་འུར་རྒྱག་གི་འདུག་ད་རྒྱ་ནག་གི་ད་སུས་ལ་རྒྱུས་མེད་ངས་དེང་མི་འདུག་ཡིན་ནའི་ཁ་ཤས་ཁ་འབྲས་ལ་ནི་ཨ་རིའི་དམག་མི་གི་རྐང་བཙུགས་ནས་རོ་དེ་མ་ད་ད་རྒྱ་ནག་གི་ཚན་རིག་གི་ད་བརྟག་དཔྱད་ཁང་ནས་བྱིས་བ་ན་ཞིག་ཨ་རིའི་གི་ཨ་རིའི་ནི་རྐང་བཙུགས་ཕྱིར་རེད་ལ་འོ་ད་དེ་ཡིད་མ་ཆེས་སྐད་ཆ་རོ་ད་རྒྱ་ནག་གཞུང་གི་ད། པའི་ངོ་ཐོག་ཆ་ད་རོགས་ཡང། ཡང་རྒྱ་ནག་གཞུང་སྤྱི་ཐོག་ད་རོགས་རེད་ཡིན་ནས་ད་ད་འདི་དེ། ཁ་སོ་གོ་མི་སྲིད་གི་ད་ང་ཚོ་བལ་བ་འདྲ་བོ་ཡིན་ན་དོང་སྔོ་དེའི་འགོ་ལ་ཞི་བའི་བཞིན་ངས་སྤྲད་དགོས་ཀྱི་འདུག་དྲན་གྱི་འདུག་གར་ཕྱིན་ན་ལ་ད་ཤི་སྟོང་འདྲ་བོ་ཡིན་ན་ང་ཚོ། ཨ་རིག་གི་རྒྱ་ནག་ལ་ཁ་གཏད་གཅོག་གི་རེད་ང་ཚོ་དགའ་དགའི་རེད་བ་བལ་བ་ཡིན་ན་དེ་ཡིན་དུ་འཚམས་པ་དེ་མ་ཚད་ཀྱི་ང་རང་ཚོ་བལ་བའི་ནང་ཁུག་ལ་སྔན་མ་ལ་ཏོང་ཡིན་ན་ཟ། ཅེས་གི་དེ་ནས་དེ་ཚངས་པ་ང་རང་གྲོགས་པོ་ནང་ལ་ཡེ་ཨ་ནི་དེ་དོག་མོ་ནས་དྲོས་ནས་པེ་ཏི་རྒྱ་ནག་བཟོ་བྱ་རྒྱུ་རེད། རྒྱ་ནག་བཟོ་ས་ནི་ཀླད་རྒྱུ་རེད་ཟེར་ཞི་བི་ལགས་ཀྱིས། ད་ལྟ་ཚོ་དངོས་གནས་དྲོས་ནས་ཁོ་རང་ཚོ་མི་གྲོགས་མོ་ཞིག་གི་རེད་ཁོ་རང་ཚོ་ལ་བྱ་རྒྱུ་དེ་དག་འདྲ་བོ་འདྲ་བོ་ཆོག་ཡོད་རེད། དེ་མ་ཚད་གི་འབྲོག་ན་ཁྲམ་པོ་སྔས་མ་རྦད་དེ China Virus ལ་ལ་བའི་རྐྱེན་གི་མོ་ཚོ་ཚོ་པོ་གི་ཞི་བི་ཁ་རྒྱུ་གཏོང་སོང། ད China Virus ལ་ཡའི་ཚིག་དེ་ཏོག་ཏོག་ཏུ་འབྲི་གི་ཡེ་མེད་གང་ཞིག་དེ་རྣམ་པ་ཚོ་སོ་སོ་སོ་གོ་སང་ཚོ། མ་འོ་དེ་ཡང་ཉེན་ཁ་འདུག་ཡ་དེ་ཡང་ང་ཚོ་རྒྱ་མི་གཅིག་པོ་མ་རེད་ད་བོད་པ་ཡེ་ནས་རེད་ད Asian མི་རིགས་མང་པོ་གཅིག་ད་ང་ཚོ New York ད་རྙོག་དྲ་ཏི་སེ་བྱུང་ཡོད་ཀྱི་རེད་ས་ཆ་ཨ་རི་ནང་ལོ་ལ་ཁ་ཤས་ཀྱི་པད་མི་དེ་ཚོ་རླུང་ས་ནས་རྫོགས་རྡོ་ཆེ་ད་འོ་དེ་ད་ཡང་དངོས་ནས་ཉེ་དེ་ད་རྒྱ་ཤི་རྒྱ་རེད་དེ་ད་རྒྱ་ཤི་རྒྱ་རེད་ཡེ་ནས་རེད་ད།

དེ་ཚོ་ལྟ་དེ་ཚོ་ཡོད་དགོང་ཚོགས་ཚོགས་པ་དེ་ཡང་ཚང་ཚང་ལ་དེ་ཚེ་ལྷད་དྲག་མི་ཡོང་ད་ས་ས་སང་སང་འདུག་རེད་དེ་ནས་ཤིན་ཏུ་ཚོགས་པ་དེ་ཡག་པོ་འདུག་ད་ལྟ་དངོས་གནས་སྤྲོ་ན་ཨ་རིག་གི་ཏོང་ཡིན་ན་ས་སྐྱེ་དགོས་དགོས་ལ་ཚོགས་ཆུང་བཙུད་དོ་ཡ་དོ་དེ་འདྲའི་ཞིབ་འཇུག་བཟོ་ཡ་ཚང་མ་རེད་དྲང་མོ་བཤད་ན་ཤིན་ཏུ་ཚོད་དཔེ་གི་ཚོགས་མི་ཁ་ཤས་ཀྱི་བལྟས་ནས་བྱུང་བཞག་རྒྱུ་རེད་རེད་རེད་ཨོ་དོ་ས་རེད། ཨོ་ཁེ་ཨ་ནི་དེ་གནས་ཚུལ་ད་བར་ང་ཚོ་འཇུག་བདེ་བོ་ར་ཨ་ནི་ད་ལྟ་ཀོ་བེད་རྒྱ་ནག་ཝུ་ཧན་ནས་སླེབས་པ་དེ་ནད་ཡམས་དེའི་སྐོར་ལ་ད་ཐོས་ཚོར་གནང་རོགས་དང། འདི་གསར་འགྱུར་གསར་བ་དང་དེ་འབྲེལ་གོམས་ན། ཨ་ནི་ང་ཚོ་ལུང་ཁུག་དེ་ནས་ཧ་ལོག་ད་གནས་སུ་བེད་རོགས། རེད་རེད་ད་ལྟ་དེ་ཏོང་ཡིན་ན་བཟའ་དེའི་སྐོར་དམིགས་བསལ་གྱི་ང་ཚོ་དང་ལུང་སྤྲད་དགོས་དང་ག་ཟེར་ན་ད་ལྟ། དེ་ཏོང་ཡིན་ན་བཟའ་སྤྱོད་དགོས་པ་དེ་ག་བ་ནས་སླེབས་ཀྱི་འདུག་ག་འདྲས་སུ་སླེབས་ཀྱི་ཡོད་མེད་དེའི་སྐོར་ལ་གྲོས་འཚུགས་གནང་ནས་ཚོགས་ཆུང་བཙུད་དོན་ཡག་ཁོ་རང། ད་ལྟ་ཤིན་ཏུ་རྩུབ་པའི་ཚོང་མི་ཁ་ཤས་ཀྱིས་བཀའ་དྲིན་ལ་བལྟས་ནས་རེ་བ་དེ་ནི་ཚོད་དཔག་བརྒྱ་ཤས་བརྒྱ་ནས་བརྒྱ་དེ་འདི་དགོས་ལ་གཏོང་ཡིན་ན་ཟེར་ཏེ་ག་བ་ནས་གླས་ཡས་མས་རྒྱ་མིའི་གི་ཚིག་ཞིག་གིས་བཟོ་ཡས་མས་རྒྱ་མིའི་གི་ད་སེམས་ཅན་ས་ནས་འགི་ཡས་མས་འདུག་ཚེ་ནི་ལྟོགས་ཤིག་གོ་ནས་གླས་མེད་ད་ཚོད་བརྒྱ་ཤས་བརྒྱ་གནས་ཚུལ་ཞེ་དྲག་ཡིན་ས་རེད་ག་ཡིན་ཟེར་ན་ད་དེང་སྐོར་ཚོགས་ཆུང་ཁོ་ན་བཙུད་ཚར་སོང་ཨ་རིའི་ཨ་རིའི་སྲིད་གཞུང་དེ་འདི་ཚང་མ་ད་དེང་སྐོར་གནས་ཚུལ་གསར་བ་དེ་ཚོ་གླས་གི་ར་ང་གཉིས་གི། གང་ཡིན་ཟེར་ན་ང་ཚོ་འདྲ་བོ་ཡིན་ན་ད་ཐེངས་སྐོར་འཛམ་བུ་ལས་མི་དེ་འདྲའི་ཞིག་ཤི་རེད་དངོས་གནས་དྲུང་ནས་རྒྱ་མི་གི། ཚེ་རིལ་བཏང་ཤེས་ཁོ་ནས་སླད་ཡས་མི་འདུག་ག་རེ་ཡིན་ན་སེ་བོ་ཧ་གོ་གི་ཡས་ཟེར་ཏེ་ཁེངས་པོ་ར་ད་དུང་ང་ཚོ་ཨ་ནི་གསར་བ་སླད་གི་ར་ཤིག་ཤིག་གི་བཟོ་དགོས་རོ། ད་དེ་རྒྱ་ནག་ལ་རྒྱ་ཆ་རྒྱ་ལྟར་སླེབས་རེད་ད་ཡིན་ནས་ད་གནས་ཚུལ་གསར་བ་རེ་གོ་དུས་ང་ཚོས་ཀྱི་བསམ་ཚུལ་འདྲ་བོ་དང་དེ་འདྲའི་གང་མང་མང་ཤེས་ཐུབ་པ་བྱེད་ཀྱི་ཡིན་ཨ་ད་རིང་འདི། དོམ་ཁ་ལོ་ད་བཅུག་དེ་ཨ་ནི་དེ་མཚམས་བཞག་རོ། ཨ་ནི་གནས་ཚུལ་ཁ་ལོ་རེ་མང་པོ་དེ་བརྙན་ཐུང་དེ་ཚོ།